འཛམ་གླིང་གང་སར་བཞུགས་པའི་བརྙན་ཐུང་འདི་གསན་གཟིགས་གནང་མཁན་ཚང་མ་ལ་འཇམ་དབྱངས་བོད་ཀྱི་རིག་གཞུང་གཅེས་འཛིན་ཁང་ནས་སྔ་དྲོ་དེ་ལས་ཞུ་གི་ཡོད། དེ་ནས་ད་ཐེ་རིང་ཁྱེད་རང་ཚོ་ལ་ག་རེ་ཞུ་ཡ་ཡིན་ཞུས་པ་ཡིན་ན། སྦྲུལ་ལོ། ས་སྦར་ཁ། People born on snake year།

གཤིས་ཀ་ཅིག་གཅིག་པ་ཡོང་གི་མ་ཁ་ཤས་རིག་པ་རྣོ་པོ་ཁ་ཤས་རླུང་ལངས་པོ་ཁ་ཤས་ཨུ་ཚུགས་ཚ་པོ། ཨ་ནི། ཨ། ཁ་ཤས་ལེ་ལོ། ཨ་ཁ་ཤས་སློབ་སྦྱོང་ལ་དོ་སྣང་ཆེན་པོ་དེ་འདྲའི་འདྲ་མི་འདྲ་ཡོང་གི་ཡོད་རེད་ག་རེ་བྱེད་ནས་ཡོང་གི་ཡོད་རེད་ཟེར་ན། ཨ་ནི་སྐྱེས་པའི་སྐབས་ལ། ཨ་ནི། ཁོ་རང་གི་སྟེང་ལ་ཡོད་པའི་སྐར་མ་དང་ཟླ་བ་དང་ཉི་མའི་ཤུགས་རྐྱེན་ཐེབས་ཀྱི་ཡོད་རེད། ཅེས་བརྗོད། སྐར་རྩིས་ལ་དེ་འདྲའི་གསུང་གི་ཡོད་རེད། དེ་འདྲའི་ཡིན་པ་སོང་ཙང། ཁོ་རང་ཚོའི་གཤིས་ཀ་ལ་ཁྱད་པར་ཆེན་པོ་ཡོང་གི་ཡོད་རེད། ད་དཔེར་ན། གཤིས་ཀ་ཟེར་ཡ་དེ Genetic ཡིན་པ་ཡིན་ན། དཔེར་ན་པ་པ་ལས་ཀ་ཧུར་པོ་གཅིག་དང་ཨ་མ་ལས་ཀ་ཧུར་པོ་གཅིག་ལ་སྤུ་གུ་ཡང་ལས་ཀ་ཧུར་པོ་སྐྱེ་དགོས་ཀྱི་ཡོད་རེད་པ། ཡིན་ན་ཡང་དེ་འདྲའི་ཡོང་གི་ཡོད་མ་རེད། པ་པ་དང་ཨ་མ་ཕ་མ་གཉིས་ལས་ཀ་ཧུར་པོ་ཡོད་ན་ཡང་ཕྲུ་གུ་ཉོབ་ཏོ། ཡང་ན་རླུང་ལངས་པོ། ཡང་ན་ཨུ་ཚུགས་ཚ་པོ་དེ་འདྲ་འདྲ་མི་འདྲ་སྐྱེ་གི་ཡོད་རེད་པ། འདིས།

ཁོ་ཚོ་བསམ་བློ་བཏང་སྟངས་འདི་ཚོ་ཡག་པོ་ཡོད་རེད་ས། ཡིན་ནའི་ཏེ་ཚ་ག་ཚིག་གི་ཡོད་རེད་ས། ཚ་ག་ཚིག་གི་ཡོད་རེད་ས། དེ་ནས་ད། ག་རེ་ཞུ་དགོས་རེད། ཨ་ནི། ཆོ་མེད་པ། VAIN བེན། ཆོ་མེད་པ། ད་ལས་ཀ་ཆོ་མེད་པ་དེ་འདྲས་བྱེད་ཀྱི་ཡོད་རེད་ས། ད་ཆོ་མེད་པ་ཟེར་ན་ཡང་ཁྱེད་རང་དང་ང་ཚོའི་ཡང་ན་མི་གཞན་དག་གི་མཐོང་ཚུལ་ལ་ཆོ་མེད་པའི་ལས་ཀ། ད་ང་ཚོས་བལྟས་པའི་སྐབས་ལ་ཆོ་མེད་པའི་ལས་ཀ་བྱས་པ་ནང་བཞིན་མཐོང་གི་ཡོད་རེད་ས།

ནེ་པཱ་ལི་ལ་ཞུས་པ་ཡིན་ན་སོར་ཐིག་སྤར་ན། སོར་ཐིག་སྤར། སོར་ཐིག་འུ་འདྲ། ད། རང་དོན་ཚ་པོ་ཞེ་དྲག་ཡོང་གི་རེད་ས། འགྲུལ་བློ་ལ་སྐྱེས་པའི་གང་ཟག་དེ། ཨ་ནི། རང་དོན་ཚ་པོ་ཞེ་དྲག་ཡོང་གི་རེད་ས། ཨ་ནི། ཆོ་མེད་པའི་ལས་ཀ་མང་པོ་བྱེད་གི་རེད་ས། དེ་ནས། མི་གཞན་དག་མཉམ་དུ་ཡག་པོ་བྱས་ནས་སྐད་ཆ་བཤད་གི་མ་རེད་ས།

དེ་འདྲས་ཡོང་གི་རེད་ས་སེར་སྣ་ཚ་བོ་དཔེར་ནའ། སེར་སྣ་ཚ་བོ་དཔེར་ནའ། དངུལ། ཡོད་གིན་ཡོད་གིན། ཨ། འགྲོ་སོང་བཏང་ཕོད་ཀྱི་ཡོད་མ་རེད། འགྲོ་སོང་བཏང་ནུས་ཀྱི་ཡོད་མ་རེད། སོ་སོ་ལ་ཡོད་པའི་རྒྱུ་ནོར་འདི། ཨ་ནི། བེད་སྤྱོད་བྱེད་ཡག་གི། དབང་ཐང་ཡོད་མ་རེད།

སེར་སྣ་ཚ་པོ། ལག་པ་དམ་པོ་འཕང་པོ། ད་འདི་གི་མི་གཞན་དག་ལས་མི་སྐྱོ་པོ་ལ་དངུལ་སྤྲད་གི་མ་རེད་ཨ་ནི། སོ་སོ་དུག་ལོག་ཡག་པོ་ཡང་གོན་གི་མ་རེད་ཁ་ལག་ཡག་པོ་འདི་འདྲས་ཡང་ཟ་གི་མ་རེད་ཁོ་སེར་སྣ་ཚ་པོ་ཡོད་རེད་ལབ་རེད།

ད། དེ་འདྲའི་སྐྱེ་དམན་ཡོད་ཀྱིན་ཡོད་ཀྱིན། ཨ་ནི་སྐྱེ་དམན་གཞན་དག་གི་མཉམ་དུ། ཨ་ནི། འབྲེལ་བ་བཞག་གི་ཡོད་རེད་ས། ལུས་འབྲེལ་བྱེད་ཀྱི་ཡོད་རེད་ས། སྐྱེ་དམན་ཡོད་ཀྱིན་ཡོད་ཀྱིན། སྐྱེ་དམན་གཞན་དག་གི་མཉམ་དུ།

ཚེ་སྟོད། ཚེ་འཕར། ཚེ་སྨད་ཚེ་སྨོད་ལ་ཨ་ནི་དཀའ་ངལ་མང་པོ་འཕྲད་གི་རེད་ས། དེ་ནས་ཁོ་རང་ག་འདྲས་ཡོད་རེད་ཟེར་ན། རང་འགེལ་ཚ་པོ། རང་འགེལ་ཚ་པོ་ཟེར་ན་ཧུ་ཏུ་ནོར་ཨགས་ཕོར་ཨ་དེས།

བུ་ཡིན་ནའི་འདྲ་བུ་མོ་ཡིན་ནའི་འདྲ། རྣམ་པ་ཡག་པོ་ཡོད་རེད་ས་ཨེར་ད་ཁེ་རི། ཨ། རམ་བློ་བདེ་ཁེ་ནས། དེ་འདྲས་ཡོད་རེད་ས། དེ་ནས། ད་ད་ད་དེ། not completely faithful། ཟེར་ན། བོད་སྐད་ལ་ལབ་པ་ཡིན་ན།

སྐྱེ་དམན་གཞན་དག་གི་མཉམ་དུ་ལུས་འབྲེལ་བྱེད་པ། ཡང་ན། སྐྱེ་དམན་ཡོད་ཀྱིན་ཡོད་ཀྱིན། ཡང་ན་ཁྱོ་ག་ཡོད་ཀྱིན་ཡོད་ཀྱིན། ཁྱོ་ག་ཡོད་ཀྱིན་ཡོད་ཀྱིན། ཨ། ཁྱོ་ག་གཞན་དག་གི་མཉམ་དུ་ཚུལ་མིན་གྱི་འབྲེལ་བ་བྱེད་པ། ཡང་ན། སྐྱེ་དམན་ཡོད་ཀྱིན་ཡོད་ཀྱིན། སྐྱེ་དམན་གཞན་གྱི་མཉམ་དུ།

ལས་ཀ་འདི་བྱེད་ཀྱི་ཡོད་རེད་ས། ལས་ཀ་ག་རེ་བྱེད་ན་ཡང་འདི་ལ་དབྱིངས། དབྱིངས་བཞུགས་ཅེས་ཨ་ནི་ལས་ཀ་བྱེད་ཀྱི་ཡོད་རེད་ས། དབྱིངས་བཞུགས་ཟེར་ན། to have passion ང་དཔེར་ན་བོད་སྐད་བསླབ་ཡས་ལ་དབྱིངས་ཡོད།

ད་ཆང་ས་རྒྱབ་པ་ཡིན་ན། བུ་ཡིན་ན། བུ། བྲུལ་ལོ་ཡིན་ན། བུ་མོ་འདི། གླང་ལོ་ཡང་ན་བྱ་ལོ་ཡིན་ན། བྲུལ་ལོ་ལ་སྐྱེས་པའི། གང་ཟག་འདི་ལ། ཡག་ཤོས་ཡོད་རེད་ས། ད་ཡང་བུ་མོ་ཡིན་ན། ཨ་ནི། བུ། གླང་ལོ་ལ་སྐྱེས་པ་ཡང་ན་བྱ་ལོ་ལ་སྐྱེས་པ་འདི། བྲུལ་ལོ་ལ་ཡག་ཤོས་ཡོད་རེད་ས། དེ་འདྲ་རེད་ས། ད། ད་ལྟ་ང་ཚོ་དེ་སྐར་རྩིས་བསྐོར་བའི་སྐབས་ལ། ད། དཔེར་ན། ཁྱེད་རང་གིས་དེ་སྐར་གཅིག་བསྐོར་བ་ཡིན་ན་ད་དཔེར་ན་ཁྱེད་རང་གྲུ་ལོ་ཡིན་ན། ད་གྲུ་ལོ་སྐོར་ལ་ད་ཡག་པོ་རྐྱང་རྐྱང་ཅིག་གོ་ཡ་རག་གི་རེད་བསམ་བསམ་དེ་འདྲས་ཡོང་གི་རེད་ང་ལ་ཡང་དེ་འདྲས་ཡོང་མྱོང། ཡིན་ན་ཡང། དེ་འདྲས་རྩ་བ་ནས་ཡོད་མ་རེད་ད། མི་ག་འདྲས་ཅིག་ཡིན་ན་ཡང། སྐྱོན་ཆ་དང་ལེགས་ཆ་གཉིས་ཀ་ཡོད་རེད། སྐྱོན་ཆ་དང་ལེགས་ཆ་གཉིས་ཀ་ཡོད་རེད་ད། ད་ལྟ་རྒྱའི་སྐར་རྩིས་ལ་ཡོད་པ་ནང་བཞིན་བརྒྱ་ཆ་བརྒྱ་མི་བརྒྱ་ཆ་བརྒྱ་དེ་ནང་བཞིན་ཡོང་གི་རེད་པས་ཟེར་ན་དེ་ནང་བཞིན་ཡོང་གི་མ་རེད་ག་རེ་ཡིན་ཟེར་ན། ད་སོ་སོ་འཚར་ལོངས་བྱུང་སའི་ཁོར་ཡུག་ལ་རག་ལས་ཀྱི་ཡོད་རེད། སོ་སོར་འཚར་ལོངས་བྱུང་སའི་མི་ཚང་ལ་རག་ལས་ཀྱི་ཡོད་རེད། དེ་འདྲའི་རྒྱུ་རྐྱེན་མང་པོ་ལ་རག་ལས་ཀྱི་ཡོད་རེད་ཡིན་ན་ཡང། སྤྱི་ཡོངས་ནས་བཤད་པ་ཡིན་ན By and Large། སྤྱི་ཡོངས་ནས་བཤད་པ་ཡིན་ན། ཨཱ་ནི། འབྲུ་ལོ་ལ་སྐྱེས་པའི་མི་དེས། སྐད་ཆ་ཡག་པོ་ཞེ་དྲག་གསལ་པོ་མ་བཤད་མཁན། ཨཱ་ནི། མི་དེས་ཚ་གི་ཚིག་གི། ཨཱ་ནི། ཡིན་ན་ཡང་ག་རེ་བྱས་ན་ཡང་མཁས་པོ་སྐད་ཆ་བཤད་པ་ཡིན་ན་བཤད་མཁས་པོ་ལས་ཀ་བྱེད་མཁས་པོ་དེ་འདྲས་ཡོད་རེད་ས། དེ་ནས་ཡང་བལྟས་ཟེར་ཆོ་མེད་པའི་ལས་ཀ་དེ་འདྲས་ཡང་བྱེད་ཀི་རེད་ས་ད་ཆོ་མེད་པ་ཟེར་ན་ཁྱེད་རང་དང་ང་ཚོས་རྒྱུ་ཆེན་ཞེ་དྲག་ཡག་པོ་ཧ་མ་གོ་ཡག་གི་ལས་ཀ་དེ་འདྲས་ལ་ཆོ་མེད་པའི་ལས་ཀ་དེ་འདྲས་བྱེད་ཀི་ཡོད་རེད་ས། ཨ་ནི་རང་དོན་ཚ་པོ། སོར་ཐི་པན། སོར་ཐི། དེ་འདྲས་ཡོད་རེད་ས། དེ་ནས་སེར་སྣ་ཚ་པོ་ཞེ་དྲག་ཡོད་རེད་ས། དངུལ་ཡོད་ན་ཡང། འགྲོ་སོང་བཏང་ཕོད་ཀྱི་ཡོད་མ་རེད་ས། དངུལ་ཡོད་ན་ཡང། འགྲོ་སོང་བཏང་ནུས་ཀྱི་ཡོད་མ་རེད་ས། ད་དངུལ་འགྲོ་སོང་མ་གཏོགས་ན། ཁར་ཚ། དངུལ་མང་པོ་ཡོང་གི་རེད་པ། བྱས་ཙང་དངུལ་གྱི་དཀའ་ངལ་དེ། དྲུག་ལོ་ལ་སྐྱེས་པའི་གང་ཟག་དེ་ལ་དངུལ་གྱི་དཀའ་ངལ་ཡོང་གི་མ་རེད་ས། དེ་ནས་ད། བུ་ཡིན་ན་བུ་བུད་མེད་གཞན་གྱི་མཉམ་དུ་ཚུལ་མིན་གྱི་འབྲེལ་བ་བྱེད་ཀྱི་ཡོད་རེད་ས། བུ་མོ་ཡིན་ན། སྐྱེས་པ་གཞན་དང་ཚུལ་མིན་གྱི་འབྲེལ་བ་བྱེད་ཡ་འདི་ཁོ་རང་ཚོས་སྐྱོན་ཆ།

ཨ་ནི་ཚེ་གྲོགས། Life Partner Meaning Spouse། ཚེ་གྲོགས་ཡག་ཤོས་འདི། གླང་ལོ་ལ་སྐྱེས་པའི་གང་ཟག་དང། བྱ་ལོ་ལ་སྐྱེས་པའི་གང་ཟག་འདི། ཨ་ནི། གྲུ་ལོ་ལ་སྐྱེས་པའི་གང་ཟག་འདི་ལ་ཡག་ཤོས་ཡོད་རེད་ས། དེ་འདྲ་བྱས་བྱས་ད་ད་རིང་གི་བརྙན་ཐུང་འདིའི་མཚམས་བཞག་གི་ཡིན། དེ་འདྲ་ཞིག་རེད། ཨ་ནེ་ད་ངས་དེ་བོད་སྐད་བོད་ཡིག་བོད་གཞས་བོད་ཀྱི་ཞབས་བྲོ་སྲོལ་རྒྱུན་གྱི་གཞས་རྒྱལ་གླུ་དག་བོད་ཀྱི་རིག་གཞུང་དང་འབྲེལ་བ་ཡོད་པས། ག་རེ་ཡིན་ན་ཡང་ངས་དེ་ག་རེ་ཤེས་པ་དེ་ངས་དེ་དྲ་རྒྱའི་ཐོག་ནས་ཁྱེད་རང་ཚོ་ལ་སྙན་སེང་ཞུ་གི་ཡོད། གཟིགས་འབུལ་ཞུ་གི་ཡོད། ཨ་ནི་ཁྱེད་རང་ཚོས། དུས་ཚོད་བྱུང་པ་ཡིན་ན་དེ་འདྲའི་གཟིགས་པ་ཡིན་ན། ཨ་ནི་སོ་སོའི་སྲོལ་རྒྱུན་དང་སྐད། ཨ་ནི་ནང་ཆོས་སྐོར་ལ་ཏེས་ཏེས་ཞེ་དྲག་གཏིང་ཟབ་པོ་མེད་ན་ཡང་ཏེས་ཏེས། ཏན་ཏན་མཁྱེན་གྱི་རེད། དེ་འདྲ་ས་ནི་ཁྱེད་རང་ཚོ་གསན་གཟིགས་གནང་མཁན་ཚང་མ་ལ་ཨ་ནི་བརྙན་ཐུང་དེ་གཟིགས་པ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། ཨ་ནི་བྱས་ལ་ཡང་བསྐྱར་མཇལ་ཡོང།